ཨོ་ལགས་སུ་ད་དེ་རིང་ཡང་ང་ཚོ་ཨ་ནེ་ཨའི་གར་སོ་པར། གྲོགས་པོ་འབྲེལ་ནས་གཞན་ལ་ཤུགས་རྐྱེན་སྐྲུན་ཐབས་བྱས་པ་སྲིད་དེ་དེར་ད་རྩོམ་པ་པོ་དེ་འབྲེལ་ཁེ་ནེ་ཀིས་བྱས་རྗེས་འདི་བྱས། ད་ཁ་སང་ང་རང་ཚོ་ལེའུ་གར་སོ་པར་དོན་ཚན་ལྔ་པ་དེ་ཆགས་པ་རེད། ཨོ་ད་དེ་སོ་ཁེ་རེད་སྲིད་དེ་གི་གསང་བ་སྲིད་ད་ང་ཚོའི་ན་གསང་སྟབས་ག་རེ་གི་གསང་བ་མན་ངག་སྲིད་ན་འདྲ་གསང་བ་སྲིད་དེ་གར་ཆགས་གི་བར་སྲིད་དུས་ཨ་ནེ་མི་དང་མི་ཕག་གི་འབྲེལ་ལམ་རེད་དམིགས་བསལ་གི་ཨ་ནེ་གར་སོ་པར། མི་དང་མི་བར་ལ་འབྲེལ་ལམ་བྱེད་སྟངས་ཀྱི་སྒང་ནས་ག་འདྲས་བྱས་ན་ཡག་ཡོད་རེད་ཟེར་གྱི་གནས་སྟངས་ག་འདྲ་དེ་ཆགས་པ་རེད་ཡོད་ཚིག་བཅད་ད་དེ་རིང་དེ་ནི་མ་དྲུག་པ་དེ་བྱས་རྗེས་ལེ་ཚན་དྲུག་པ་དེ་རེད་གཙོ་བོ་དེ་ག་འདྲ་རེད་ཟེར་དུས་ད་མི་གཞན་པ་གིས་གར་ཟེར་བ་རེད་བརྩོན་རྙོག་འདྲ་ལངས་ཀྱི་ཡོད་ན་རེད་ག་འདྲ་གནས་ཚུལ་ག་འདྲ་ཅིག་ལ་ཡིན་པ་ཡིན་ན་ལེ་སོ་སོ་གིས་གར་ཟེར་བ་རེད།

མེད་ཅིག་གི་སྐད་ཆ་བཤད་པ་ཡིན་ན་ང་རང་ཚོ་ཞེ་སྡང་དེ་གར་སེ་གར་སེ་དུས་མེད་ཀི་ཀླད་པ་ལས་ཁྱོད་རས་སྐད་ཆ་བཤད་ཡས་དེ་ཚིག་བཤད་གི་ཡོད་རེད་བོད་ཆོས་གཏང་དུས་ཚིག་རེད་ཡིན་པ་ཡིན་ན་ཕ་རོལ་བོ་གི་བསམ་ལུས་ནང་ལོག་ལས་སླེབ་ཡས་དེ་ག་ར་སླེབ་གི་ཡོད་ཟེར་ན་རི་མོའི་གཟུགས་བརྙན་གི་ག་ནས་ཤར་གི་ཡོད་རེད་དེ་རེད་ད་ང་རང་ཚོ་གི་ཞེ་སྡང་བྱས་པ་ཡིན་ན་ཨ་ནི་གར་ཆག་གི་ཡོད་རེད་རྣམ་རྟོག་གི་རི་མོ་བྲིས་པ་ཞེ་སྡང་བྱས་ཡོད་རེད་བ། རྣམ་རྟོག་ཟེར་དུས་རྣམ་པ་ངོ་མ་གི་ཆ་ནས་རྣམ་རྟོག་གི་དེ་ཆ་གི་ཡོར་བ་ཅི་ཙང་ཁྱེད་རང་གི་གཟུགས་བརྙན་ག་འདྲ་ཚིག་ག་འདྲ་ཅིག་བོད་ཆོས་བཏང་ཆེ་ཕ་བཤད་བ་ཡིན་ན་ཕ་གའི་མི་ཕ་རོ་བོ་གི་སླེབས་པའི་ནང་ལོག་ལེ་གཟུགས་བརྙན་འདྲ་མིན་སྣ་ཚོགས་སླེབས་དེ་ཡོར་དེ་ག་རེ་བྱེད་ནས་སླེབས་གི་ཡོར་ཟེར་དུས་ཕ་རོ་བོ་གི་ད་ང་ཚོ་མ་སོང་ས་བོན་དང་མ་སོང་བཏབ་ས་གི་རྒྱུ་དེ་གི་གང་ས་བོན་སྐྱེ་སྟངས་དེ་ག་རེ་ཆ་གི་ཡོར་ཟེར་ན་རྣམ་རྟོག་འདྲ་མིན་སྣ་ཚོགས་ཡོང་གི་མི་ཞིག་གི་གང་ནས་སླེབས་དེ་གི་ཡོར་དཔེ་ཤ་བཞག་ན་མི་དཔེར་ན་ང་རང་ཚོ་འགྲེལ་བཤད་རྒྱག་དུས་ལྕགས་ལ་སྙིང་རྗེ་བོ་ཞོ་ཞུགས་ཟེར་དུས།

གཟུགས་བརྙན་དེ་རྒྱགས་པ་ཟས་དེ་གཟུགས་བརྙན་ཤར་དེ་གོ་རུ་བ། ད་ག་ནང་ཞིག། ད་སྙིང་རྗེ་བོ་ཟས་དེ་ངོས་འཛིན་བྱེད་སྟངས་བས་ལོ་ག་རུ་བ། ཤར་ཕྱོགས་པས་ཤར་ཕྱོགས་པའི་བུད་མེད་ཞིག་ལ་འགྲེལ་བཤད་རྒྱག་སྟངས་མ་འདྲ་རེད་རུ་བ། ཡང་ནུབ་ཕྱོགས་པས་ནུབ་ཕྱོགས་ཀྱི་བུད་མེད་སྙིང་རྗེ་བོ་ཟས་མི་མི་ཡང་ངོས་འཛིན་བྱེད་སྟངས་མ་འདྲ་རུ་བ། བྱས་ཙང་ཐ་ན་མི་རེ་རེ་གི་ཡང་ཕ་རོལ་པོ་གི་སོ་སོ་གི། ད་དཀའ་པོ་བྱེད་ས་བུ་མོ་ཡིན་ན་རེད་བུ་ཡིན་ན་རེད་དེ་ཚོ་ལས་ཁོ། མཐོང་སྣང་ཟེར་ནའང་འདྲ། དེ་མ་འདྲ་རེད་ཤར་དེ་གི་བར་ཁྱེད་ཚང་ག་སྙིང་རྗེ་བོ་དང་དེ་ཚོ་ཚང་མ་སྐད་ཆ་བཤད་ཡོང་དུས་ཚང་མ་ག་ནས་སླེབས་དེ་གི་བར་སྲིད་དུས། ཀླད་པ་གི་སྒང་ལས་རི་མོ་བྲི་མཁན་དེ་སྐད་ཆ་གི་ཚིག་དེ། ཚིག་གི་ངོ་བོ་ནས་ཨ་ནི་རི་མོའི་ངོ་བོ་ལས་བར་གྱུར་གི་རེད་ཟེར་དེ་གི་བར། དེ་བྱས་ན་ང་ཚོ་ཕོར་པ་ཤར་ཡོང་དུས་ང་རང་ཚོ་བཤད་སྟངས་ཅིག་ཆ་ཤར་ན་བྱ་དམ་ཟེར་བ་ཡིན་ན་བྱ་དམ་གི་གཟུགས་བརྙན་ཤར་ཡོང་གི་རེད་མ་གཏོགས་བྱ་དམ་མ་དམ་ཟེར་དེ་ཤར་གི་ཡོད་མ་རེད་བ། དེ་བཞིན་རེད་བ། ད་ག་ན་བཞིན་ད་རླངས་འཁོར་ཟེར་བ་ཡིན་ན་ཨ་ནི་རླངས་འཁོར་ཟེར་དེ་ད་ང་ར་གཅིག་ལས་གོ་ཤེས་སྟངས་གོ་དེ་རེད་དེ་ཡིན་དུས་ཨ་རླངས་འཁོར་ཟེར་མི་རེ་རེ་ལ་རླངས་འཁོར་ཟེར་གོ་གཟུགས་བརྙན་གི་ག་ནས་སླེབས་དེ་གི་འདུག་བ་ཨོ་བྱས་ད་དེ་ན་ད་ཨ་ནི་བ་མི་ལ་སྐད་ཆ་བཤད་བའི་ཡིན་ན་ཡང་གོ་ག་ཚ་ཞུས་བ་ན་ད་ངོས་ཐུག་གི་ཆ་ནས་གོ་ག་འདྲ་ཅིག་བཤད་བ་ཡིན་ན་ཡང། ཁྱེད་ཅག་གིས་ཞེ་སྡང་གི་དབང་གིས་ཨ་ནི་མིག་གི་རྣམ་རྟོག་གི་ནང་ལོགས་ལས་མང་པོ་ཟུག་གི་རེད་ཟེར་གི་དེ་རེད་ཁྱེད་ཚང་ཁ་སང་ཞུ་ཡས་དེ་ལ་མི་ཕ་རོ་བོ་གིས་ག་རེ་ཟུག་གོ་རེད་ང་ཞེས་དེ་ཨ་ནི་ག་རེ་ཟུག་གོ་རེད་རེ་བ་ཅིག་བསྐྱལ་བ་ཡིན་ན་མེད་ཟེར་ལབ་རྒྱུ་ག་རེ་ཟུག་གོ་རེད་བཀག་གོ་རེད་མེད་ཟེར་དེ་དེ་ག་རེ་རེད་ཟེར་ན། འདི་ག་ནི་ང་ཟེར་ཞིག་སླེབས་གི་ཡོད་རེད་པ་རང་བཞིན་གྱི་ཁོ་ཚིག་གཅིག་པོ་གི་དོན་དག་མ་རེད་པ་ཚིག་འདི་ག་ལས་ཐུབ་ཀྱི་ཡོད་རེད་ཕ་རོལ་པོ་མིག་གི་རྣམ་རྟོག་དང་འདྲེས་པའི་སེམས་ཚོར་ཞིག་ལ་སླེབས་བསྡད་ཀྱི་ཡོད་རེད་བྱས་ཙང་ཀ་མདོར་ན་ཚིག་འདི་ད་གར་ཆགས་ཡོད་ཟེར་ན་ང་རང་རྫོགས་ཀྱི་ཆ་ཞིག་ན་ཡིན་དང་མིན་ཟེར་བསྡད་ཀྱི་ཀ་ནས་དང་པོ་ཡིན་ཟེར་ལབ་རྗེས་དེ་ལ་མིན་ཟེར་ལབ་ཡས་ཀྱི་སྐད་ཆ་ཞིག་སླེབས་ཡོད་ན་ཨ་ནི་མི་འདི་ག་རེ་ཆགས་ཀྱི་ཡོད་ཟེར་ན་ང་རིན་པོ་ཆེ་ལས་ཕོག་ཐུག་འགྲོ་གི་ཡོད་རེད་པ་བྱས་ཙང་ཨ་ནི། དེ་ཡིན་དུས་ཨ་ནི་ང་རྩ་དོན་ཉར་དགོས་ཀྱི་ཡོད་ངས་རྩ་དོན་བརླག་གི་མིན་ཟེར་རོ། ད་ཨ་ནི་ག་གཞས་ཤེས་གི་འདུག་ངས་སྔོན་མ་ག་རེ་བརླག་པ་དེ་ད་ལྟ་ད་ག་ཡིན་རང་འཇགས་གནས་ཡོད་ཟེར་རོ་དེ་འདྲའི་གཞས་ཡོད་ཀི་སྐད་ཆ་དེ་འདྲ་ང་ཚོ་ག་བ་ཡིན་ན་ཡོད་ཐལ་བ་རེད་པ་ཁྱེད་ཚོ་དེ་ག་རེ་བྱེད་འདི་ལབ་གི་ཡོད་ཟེར་ན་གཙོ་བོ་དེ་སོ་སོ་རང་ཉིད་ལས་རྩ་དོན་ཡོད་པ་སོ་སོ་རང་ཉིད་ལངས་ཕྱོགས་བརྟན་པོ་ཡོད་པ་སོ་སོ་རང་ཉིད་བ་དེ་ཅིག་ཡིད་ཆེས་འཕར་བ་ཅིག་ཡིན་ཟེར་གི་དེ་རེད་པ་ཤེས་ཡིན་ང་རང་ཚོ་ད་མི་གོ་ལ་ད་ཉན་ཡོད་མ་རེད་ག་ས་རེད། སྔ་དྲོ་ཡིན་ཟེར་ན་དགོང་མོ་མེད་ཟེར་གྱི་རེད་ཟེར་གྱི་སྐད་ཆ་དེ་འདྲས་བཤད་བསྡད་ཀྱི་ཡོད་རེད་པ། བྱས་ཙང་སྐར་ཁ་སང་ཞིག་གི་སྒང་ནས་སྐད་ཆ་དེ་སླེབས་བསྡད་ཀྱི་ཡོད་རེད། ད་དེ་རིང་ཡིན་པ་ཡིན་ན་ང་ཚོ་འགྲོ་སྟངས་ཀྱི་ཆ་གཅིག་རེད། ད་ང་རང་ཚོ་འདི་ནང་ལས་གཙོ་བོ་དེ་ག་རེ་གསུང་དགོས་ཡོད་ཟེར་ན། མི་གཅིག་གིས་སྐད་ཆ་བཤད་པའི་བརྒྱུད་རིམ་ནང་ལོགས་ནས། མི་དང་མི་ཐུག་པའི་བརྒྱུད་རིམ་གྱི་ནང་ནས་ག་རེ་བྱེད་ཀྱི་ཡོད་ཟེར་དུས་མི་ག་ཤེད་ཤོག་བཤད་དགོས་ཡོད་ཀྱི་གནས་སྟངས་ཅིག་ཡོད་བསྡད་པ་ཅིག་རེད་བ། དེ་ང་ཚོ་མི་ག་ཤེད་ཟེར་ན་མང་ཆེ་དེ་རེད་བ། ག་རེ་ཡོད་ཟེར་དུས། གཞལ་ཡས་སྡིག་གི་སྒང་ནས་ག་རེ་མཚོན་གྱི་ཡོད་ཟེར་ན་མིའི་སྡིག་གི་བསམ་བློའི་རྒྱབ་ལོགས་ནས་ག་རེ་མཚོན་གྱི་ཡོད་ཟེར་ན། སོ་སོ་རང་ཉིད་ཀྱི་ནུས་པ། སོ་སོ་རང་ཉིད་ཀྱི་གཟི་བརྗིད། སོ་སོ་རང་ཉིད་ཀྱི་ཨ་ད་དགེ་མཚན། འདི་མ་གཞལ་ཡས་ཀྱི་ཚོར་བ་ཅིག་ཁྱེར་ནས་ཡོང་གི་ཡོད་རེད། བྱས་ཙང་ང་རང་ཚོ་མི་མང་ཆེས་ཀྱི་སྤྱི་བཏང་གི་ཞེ་སྡང་ལས་ཉན་ཡས་ཨ་མཆོག་གཉིས་དང་གཞལ་ཡས་ཁ་ཅིག་ལས་ཡོད་མ་རེད། ཨ་མཆོག་གཉིས་ཡོད་ཙང་གཉིས་ཡོད་དུས་ཉན་པའི་གནས་དེ་མང་ཙོ་ཆུད་གོ་རེ་ཟེར་གྱི་རེད། ཡིན་ནའང་ང་རང་ཚོ་ཕྱོགས་ལས། ག་དུས་ཡིན་ན་ཤེས་འགལ་དེ་མང་རང་བཞིན་སླེབས་དུས་གོ། བྱས་ཙང་ང་ཚོ་མི་གཉིས་ཀྱི་བར་ལ་ཤེས་འགལ་རྐྱང་རྐྱང་གཅིག་གི་འཁྲིས་ཟིན་ན་ཨ་ནི་མི་དེ་ལ་མང་པོ་གཅིག་དགའ་བོ་བྱེད་དགོས་མི་འདུག་ག། ག་དུས་ཡིན་ན་ཅིག་ཤེས་འདེང་གི་ཟིན་མི་གཉིས་པོ་ནི་ཁོས་བཅད་ཉན་རོགས་བྱེད་ཀྱི་མ་རེད་ཟེར་གྱི་རེད་པ། ཁོས་ཁོ་རང་རྐྱང་རྐྱང་བཤད་བསྡད་ཀྱི་མ་གཏོགས་པ་དེ་ང་ཚོས་ག་རེ་བྱ་གི་ཡོད་ན་ཁོས་ཉན་གི་ཁོ་རང་མ་རེད་ཡ་མི་ཏིག་ཏིག་བཏང་བཞག་གི་རེད་ཟེར་གྱི་སྐད་ཆ་ཞིག་འདུག་ག། འོ་དེ་ག་རེ་སླེབས་ཀྱི་ཡོད་རེད་ཟེར་ན། ཕ་རོལ་པོ་མི་དེ་གས་ག་རེ་བྱེད་ཀྱི་ཡོད་རེད། གཞན་པ་དེ་ལ་ཡང་སྐད་ཆ་བཤད་ཡས་ཀྱི། འདོད་པ་དེ་བྲལ་གྱི་མེད་པ་ཞིག་འདི་རེད། དེའི་སྒང་ནས་གཞན་པ་ཕ་རོལ་པོ་དེ་ཡང་མིག་གི་རང་བཞིན་འདི་སོ་སོ་ཤེས་ཀྱི་དེ་འདོད་པ་དེ་ཧ་ཅང་གི་ཤུགས་ཆེན་པོ་ཡོད་མཁན་གཅིག་ཨོ་དེ་རེད། ཞེས་དང་ཡང་མི་མང་པོས་ཀྱིས་ལས་མིག་གི་རང་བཞིན་འདི་ཡང་ཤེས་ལས་ཤེས་ན་ཤུགས་ཆེ་ཡོད་འདོད་པ་ཅིག་ཚེར་སྣང་དང་དེ་འདྲ་མང་པོ་ཡོད་འདོད་པ་རེད་དོ། བྱས་ཙང་ག་དུས་ཡིན་པ་ཡིན་ན། ཁོ་རང་གར་གསུང་གི་རེད་གལ་སྲིད་མི་གཞན་པ་ཅིག་ཁྱོད་རང་གི་བསམ་བློ་བཏང་ཕྱོགས་ཀྱི་ཁ་ཕྱོགས་ལས་ཁྲིད་འདོད་ཡོད་པ་ཡིན་ན་གར་བྱེད་དགོས་རེད་ཟེར་ན། དཔེ་ག་དུས་ཡིན་ན་སྐད་ཆ་དམའ་པོ་བཤད་ནི་མ་བསྡད། འོ་ན་ག་རེ་བྱེད་དགོས་རེད་ཟེར་ན། མི་གཞན་པ་དེ་ཤེས་དུས་འཇུག་མི་ཞིག་བྱེད་ཀྱི་ཡོད་ན་ཕ་རོལ་པོ་དེ་ཤེས་དུས་འཇུག་རུང་བ་ཨ་དེ་ཤེས་ཀྱི་ཨ་ནི་ག་རེ་རེད་ཟེར་ན་མི་གཞན་པ་དེ་སྐད་ཆ་ཅིག་ཤེས་དགོས་ཡོད་ན་ཁོ་རང་དང་འབྲེལ་བ་ཡོད་པའི་གནད་དོན་ཤེས་ན་ཕ་འགྲེལ་བཤད་རྒྱག་དགོས་མ་རེད་ཨ་འདི་འདྲ་མ་ད་འདི་འདྲ་རེད་ཤེས་དགོས་མ་རེད་ཁོ་ཚོ་ཤེས་དུས་འཇུག་ད་ཁོ་ཚོ་སོ་སོ་ལ་ལྟ་བ་ཅིག་ཡོད་རེད་སོ་སོ་སོ་སོའི་བསམ་ཚུལ་ཞིག་ཡོད་རེད་དེ་ག་དུས་ཡིན་ན་ཤེས་དུས་འཇུག་རུང་བ་དེ་འདྲ་ཤེས་ཡོང་དུས་ཨ་ནི་ག་རེ་བྱེད་དགོས་རེད། དེ་འདྲས་ཤེས་སོང་ན་ཨ་ནི་ག་རེ་བྱེད་དགོས་བ་རེད་ཟེར་དུས། ཁོ་ཚོ་གི་བསམ་བློའི་ནང་ལོགས་ལས། ཕ་ལོག་པོ་ཤེས་ས་ཀྱི་མི་ཞིག་སླེབས་དུས་ཨ་ཉན་གྱི་འདུག་དེ་འདྲས་མང་པོ་འདུག་ཨ་ང་ཚོ་ཐ་ན་རྒན་འཁོགས་ཀྱི་རིགས་དེ་ཨ་ཉིན་གྱི་དགའ་ཤས་ཉན་རོགས་བྱེད་ཀྱི་མི་འདུག་ག་པུ་གུ་ང་ཚོ་པུ་གུ་གི་དེང་སང་གཞོན་སྐྱེས་ཀྱི་ཉན་རོགས་མ་བྱེད་རྒན་འཁོགས་དེ་ཚོ་སྔ་རྒྱུའི་ད་རྒྱུའི་ཤེས་དགའ་བོ་ཞོར་ཞིག་ཡོད་བསྡད་པ་ཨ་ཉིན་ཉན་རོགས་མ་བྱེད་བ་བྱེད་དེ་ཡིན་དུས་ཨ་ནི་རང་བཞིན་གྱི་རྒྱང་ཐག་རིང་བོ་ཆགས་ཡས་ད་དེ་བས་ཡག་པོ་ཉན་གྱི་བྱས་ན་རང་བཞིན་དགའ་བོ་ཡོང་གྱི་ཞིག་ཏུ་མང་པོ་ལས་ཡོད་བསྡད་པ་རེད་པ། དེ་རེད་བྱས་ཙང་བཤད་པའི་སྐབས་དེ་ལ་དེའི་ནང་ལ་ག་རེ་བསྡད་ཡོད་ཟེར་ན་རྣམ་རྟོག་ཚོར་བ་མང་པོ་ཞོགས་ཀྱི་ཡོད་བསྡད་པ་ཡིན་དུས་བཤད་ཡས་ཟེར་དེ་དེ་རེད་བྱས་ཙང་བཤད་པའི་བརྒྱུད་རིམ་ནང་ལོགས་ལས་མི་ཕ་རོ་བོ་གི་ཁྱོད་རང་ལ་སྐད་ཆ་ཅིག་བཤད་པའི་བརྒྱུད་རིམ་ནང་ལས་ཁྱེད་རང་གི་བསམ་བློའི་ནང་ལོགས་ལ་མ་ཅིག་པ་ཡང་མིན་ན་སོ་སོས་ཨ་དེ་འདྲས་དང་མ་རེད་ཟེར་པའི་ཚོར་བ་ཡིན་པ་ག་རེ་ཡོད་བ་ཡིན་ན་ལ་ག་རེ་བྱེད་ཀྱི་བཅུག་གོ་ཡོད་མར་ཟེར་ན་ནམ་ཡང་གོ་ཚོ་བཀག་རྒྱུ་ཡོད་མ་རེད་ཟེར་མུ་མཐུད་ནས་བཤད་དེ་བཅུག་དང་པོ་རུ་བ་ཨ་ནི་གར་བྱེད་གོ་རེད། ཁོ་རང་ཁོ་རང་གི་བསམ་བློ་དེ་བཤད་དུས་བཅུག་ཨ་ནི། དེ་ཡང་བཤད་སྟངས་ཉན་སྟངས་དེ་ཡང་ཏིག་ཅིག་བལྟས་ཏེ་ངང་ཚུལ་རིང་བོ་བྱས་ནས་ཉན་ཤག། འོ་དེ་ཡིན་དུས་ཨ་ནི། སྐབས་རེ་སོ་སོ་གི་ལྷག་བསམ་རྣམ་དག་གི་སྒོ་ནས་བཤད་སྟངས་དགའ་ནས་འོ་དེ་དེ་འདྲའི་བྱས་རྗེས་བག་ཅིག་སེམས་ཤུགས་སྒྲོག་ཅིག་པར་བཅས་བཤད་དགོས་དགོས་ཡོད་རེད་ད་དེ་ག་རེ་བྱས་ནས་བྱས་ཟིག་འོ་རེད་དེ་བརྒྱུད་རིམ་གི་ཆ་ནས་ཁྱེད་རང་ཉི་མ་རྟག་པར་དེ་འདྲ་བྱས་ཟིག་གི་ཡོད་མ་རེད་བ། ཡིན་པ་ཡིན་ན་མི་དང་མི་བར་གི་འབྲེལ་ལམ་གི་བརྒྱུད་རིམ་ནང་ལོགས་རེ་སྐད་ཆ་བཤད་ཡོང་དུས་ཨ་ནི་ག་རེ་བྱེད་དགོས་རེད་ཟེར་དུས་འོ་དེ་འདྲའི་བྱས་པ་ཡིན་ན་རང་བཞིན་གྱིས་ཨ་ནི་བསམ་བློ་བཏང་སྟངས་ཀྱི་ཁ་ཕྱོགས་ག་རེ་ཟེར་ན་དེའི་རྒྱུད་ནས་ག་རེ་བྱེད་ཀྱི་ཡོད་རེད་ཟེར་ན་དང་པོ་མི་དང་མིའི་བར་གྱི་བསམ་བློའི་འབྲེལ་མཐུད་ཅིག་སླེབས་ཀྱི་ཡོད་རེད་བསམ་བློའི་འབྲེལ་མཐུད་ཡོད་སྟབས་ཨ་ནི་མི་ཕ་རོལ་དེ་ལ་བསམ་བློའི་ནང་ལོགས་ལས་ཁྱེད་རང་གི་ཚིག་གི་རི་མོ་ག་རེ་བྲིས་པ་ན་རྣམ་རྟོག་རི་མོ་བྲིས་ཡས་དེའི་ནུས་པ་དེ་སླེབས་ཏེ་གོ་ཤེས་ཕ་རོལ་བོ་གི་སྒོ་བརྒྱབ་བཞག་ན་ཁྱོད་རང་ག་ཚོད་བྲིས་འདོད་ཀྱི་བ་ཡིན་ན་ཡང་ཨ་ནི་ཁྱེད་རང་གི་བྲིས་ཡས་ཀྱི་སྨྱུ་གུ་ག་རེ་བྲིས་ག་ས་བ་རེད་ད་ཅིག་དེ་ཡག་པོ་ག་ཚོད་ཡོད་ན་ཡང་བྲིས་ཐུབ་ཀྱི་མ་རེད་བ། བྱས་ཙང་འདི་གང་ལ་ག་རེ་བྱེད་དགོས་བར་སོད་དུས་དང་པོ་སོ་སོ་གི་དྲི་ཡས་ཀྱི་རྒྱུ་བྱ་ས་དེ་གཉིས་བ་དེ་ཆ་རྐྱེན་དེ་ག་རེ་དགོས་བར་སོད་དུས་ཕ་རོལ་པོ་གི་བསམ་བློའི་སྒོ་མོ་དེ་ཕྱེ་ཐུབ་བ་བྱས་དེ་ཨང་དང་པོ་རེད་ཟེར་དགོས་དེ་རེད་བྱས་ཙང་བསམ་བློའི་སྒོ་མོ་ཕྱེ་ཡོང་དུས་ཨ་ནི་ག་རེ་བྱེད་ག་རེ་ཁྱེད་རང་གི་དེའི་ནང་ནས་རི་མོ་དང་མ་སོང་ན་ག་རེ་བྲིས་བྲིས་ཡིན་པ་བྱེད་འོ་དེ་ཡིན་དུས་ཨ་ནི་རང་བཞིན་གྱི་ཤུགས་རྐྱེན་ཟེར་དེ་ཐེབས་དགོས་བར་བྱས་ཙང་ང་རང་ཚོ། ནམ་ཀུན་ནས་མི་སུ་དང་སུ་ཡིན་ན་ལས་མི་གཉིས་མ་འཇམ་པའི་དཀའ་ངལ་དག་ལ་ཡང་ཆགས་ཡོང་དུས་ཨ་ནི་བར་བཅུག་ཟེར་གྱིས་ག་དུས་ནས་བསྡད་ཀྱི་ཡོད་རེད་པ་ང་ཚོ་ཡོངས་གྲགས་ཀྱི་མི་གཅིག་གིས་བར་བཅུག་བྱས་རེད་བར་བཙས་བྱས་རེད་ཟེར་ཏེ་བར་བཅུག་གིས་ག་རེ་བྱེད་ནས་སླེབས་ཀྱི་ཡོད་རེད་ཟེར་ན་དགྲ་གཉིས་ཀྱི་བར་ལ་ནམ་ཡང་ཤུགས་རྐྱེན་བསྐྲུན་ཐུབ་མ་རེད་པ། གཅིག་གིས་བཀག་ཟེར་ན་གཅིག་གིས་སྐྲག་ལབ་ཀྱི་རེད་གཅིག་གིས་ཡིན་ཟེར་ན་གཅིག་གིས་མེད་ལབ་ཀྱི་རེད་ག་རེ་བྱེད་ནས་ཟེར་ན་དེའི་སྒང་ལས་བྱས་ཙང་དཀའ་ངལ་རིན་པོ་ཆེ་དེ་ཡོད་རེད་པ་བྱས་ཙང་གུར་གི་མེད་ཟེར་གྱི་རེད་པ་ཁྱོད་ནི་གུར་གི་མེད་ཟེར་གྱི་རེད་པ། དེ་ནི་ལྟས་འདིའི་སྒང་ནས་སླེབས་ཡོང་དུས་འོ་ན་ག་རེ་བྱེད་དགོས་རེད་ཟེར་དུས། ཕྱོགས་གཉིས་ཀ་གི་བར་ལ་ཤུགས་རྐྱེན་ཡོད་མཁན་གྱི་མི་ཞིག་བསྡད་དགོས་གི་ཡོད་རེད་བྱས་ཙང་དེའི་དཀྱིལ་དེ་ལ་མི་ཞིག་དེ་ག་རེ་དགོས་གི་རེད་ཟེར་ན་ཕྱོགས་གཉིས་ཀ་གི་དགྲ་མ་ཡིན་པ་དམའ་ཐ་ས་ལའི་གྲོགས་པོའི་ངོ་བོ་ལས་བསྡད་མཁན་ཞིག་དགོས་གི་ཡོད་རེད་བྱས་ཙང་གྲོགས་པོ་དེ་ནི་ཤུགས་རྐྱེན་ཟེར་གི་བསམ་བློ་གོ་ཡར་སླེབས་ས་འོག་བསྡད་དུ་འདུག་སླེབས་ཡོད་རེད། ཇི་ལྟར་ང་རང་ཚོ་ཚང་མ་མི་སུ་དང་སུ་ཡིན་ན་ལས་གཅིག་གཅིག་ལ་སྦྱིན་པ་བསྟན་རྗེས་གནས་ཚུལ་གང་འདྲ་ཅིག་འགྲུབ་ཡས་སྲིད་དེ་དཀའ་ལས་ཁག་པོ་ཡིན་འདོད་པ་ཅིག་ཡང་མིན་ན་སྐྱོན་བརྗོད་བྱས་རྗེས་དོན་དག་འགྲུབ་ཡས་ཡིན་པ་དཀའ་ལས་ཁག་པོ་དེ་ང་རང་ཚོ་སྤྱི་ཚོགས་ནང་དེང་སང་དུ་ཨང་ཁྱོད་རང་ཚོ་ཅི་ཡང་བྱེད་ཀྱི་མི་འདུག་ག་རེ་རེད་ས་ཅིག་སྐྱོན་བརྗོད་བྱས་པ་ཡིན་ན་ཨ་ནི་རྗེས་ལས་ཁྱེད་རང་གི་ལས་ཤེས་ཅིག་བརྩམས་རྗེས་བྱེད་ཡས་ཀྱི་འཆར་གཞི་འགྲོ་རྒྱུ་ཡོད་པ་ཡིན་ན་ཨ་བྱེད་ཀྱི་རག་གི་མ་རེད་པ་སྐྱོན་བརྗོད་ཡང་བསྐྱར་བྱས་པ་ཡིན་ན་དེ་ལས་ག་རེ་རེད་ཕ་རོལ་པོ་གི་བསམ་ཚུལ་ཡང་འདུས་ཁོ་ཚོ་བསམ་བློ་ག་རེ་གར་འདུག་ལས་གཞི་ཐུན་མོང་ལས་ཀ་བྱས་ན་བསམ་ཚུལ་ག་རེ་གར་འདུག་དེ་ཉིད་ཨ་ནེ་བསམ་ཚུལ་དང་ཆ་ཚང་བཤད་རྗེས་དེ་མ་རེད་འདི་མ་རེད་ནན་ཅང་བྱས་ན་འདི་འདུག་ག་ད་ང་རང་ཚོ་ཚོང་འདུ་ཚོགས་ན་མང་པོ་ཡོད་དེ་བ་རེད་གཅིག་གི་བསམ་ཚགས་ཀྱིས་བཤད་པ་ཡིན་ན་བསམ་འཆར་དེ་ཨོ་ད་འདི་དང་འདི་འདྲ་རེད་འདི་འདི་རེད་ཟེར་ཡས་སྐོར་མ་ཚོ་བབས་ཡང་ཞིམ་པ་ཅིག་གིས་བཤད་རོགས་འདི་འདི་འདི་གཅིག་རེད་ངས་བྱས་ཚར་རེད་ཟེར་རོ་དེ་འདྲ་བཤད་ཡོང་དུས་ཕ་རོལ་བོ་གི་མིག་གི་རིན་ཐང་ཡོད་མེད་ཀྱི་སྐད་ཆ་མ་རེད་བ་བསམ་འཆར་ལས་ཡིན་པ་ཡིན་ན་ཁོས་བཤད་པའི་སྐད་ཆ་དེ་ལ་ཡང་བརྩི་མཐོང་དེ་མེད་དུས་རྗེས་ལས་མི་གིས་ཚུར་དངོས་གནས་ཀྱི་དེ་བྱིངས་དེ་དེ་རང་བཞིན་གྱི་མེད་དེ་བ། ཨོ་དེ་རེད། དེ་འདྲ་ཡིན་དུས་གར་ཞིག་ལོར་ཟིན་ན་བསམ་བློའི་ནང་ལ་འགལ་བ་ཟིན་ན་འདྲ་གནས་བབ་དེ་སླེབས་ཀྱི་ཡོད་རེད་ཟེར་ཅེས་དེ་རེད་ད་འོ་ན་དེ་ལྟ་བུ་གི་མི་གཞན་པ་གི་ལས་དོན་ག་འདྲ་ཅིག་སོ་སོ་གི་དོན་དག་སྒྲུབ་པའི་སྐབས་ལ་གཟིགས་དགོས་རེད་ད་འདི་གཙོ་བོ་དེ་མི་དེ་མི་དེའི་དོན་དག་སྒྲུབ་པའི་དོན་དག་གི་སྐབས་རེད་པ་དེ་འདྲ་ཡིན་དུས་ཨ་ནི་གལ་ཆེ་ཤོས་དེ་འདི་བྱས་པ་ཡིན་ན་དཔེར་ན་ཁྱེད་རང་ཚོང་ལས་ཀྱི་ནང་ལས་འབྲེལ་བ་བྱེད་མཁན་ཞིག་ཚོང་ལས་ཀྱི་ནང་ནས་བྱས་པ་ཡིན་ན་ཨ་དེ་གི་ཁྱོད་རང་ལ་དངོས་གནས་དྲང་གནས་ཀྱི་མི་གཞན་པ་ལ་བཤད་ཡས་དེ་གོ་སྐབས་མ་བཙས་སོ་སོ་བཤད་ཉུང་ཙི་བྱས་པའི་གནས་སྟངས་ཅིག་གི་སྒང་ནས་ཨ་ནི་ཁྱེད་རང་ལས་འདི་ནང་ནས་ཚོང་གི་ནང་ནས་ཁྱེད་རང་གྲུབ་འབྲས་སྒྲོག་ཅིག་རག་གི་འདུག་ཡང་མི་འདུག་བས་བྱས་པ་ཡིན་ན་ད་འདི་ང་ཚོ་དེ་མ་སྒྲུང་ཅིག་གི་སྒོ་ནས་བཤད་གི་ཡིན་ཟེར་བྱས་ཅིག་དེ་རེད་ཁྱེད་ཅག་འདི་ནང་ལས་ལས་ག་རེ་བཤད་གི་ཡོད་རེད་ཟེར་ན། ཨ་རིག་གི་དེ་འདྲ་དེ་འདྲ་རེད་འདུག་བ། རླངས་འཁོར་བཟོ་མཁན་གྱི་རླངས་འཁོར་གྱི་རྒྱུ་ཆ་བཟོ་མཁན་ད་དེ་བྱེད་དུས་རླངས་འཁོར་གྱི་རྐུབ་བཀྱག་གི་རེད་རང་དེ་འདྲའི་རིགས་མང་པོ་བཟོ་མཁན་ཨོ་བྱས་ཙང་དེ་འདྲ་གི་བརྒྱུད་རིམ་ཅིག་གི་སྒང་ནས་ག་རེ་བྱས་པ་རེད་ཟེར་ན་ད་ཁོ་ཚོ་གི་དེ་བྱེད་གི་རེད་བ་ཆོད་གན་ཟེར་དེ་འདྲ་གི་རེད་བ། ག་རེ་ཟེར་ན་ང་ཚོ་གི་རླངས་འཁོར་གི་ཆ་ཤས་དེ་ལས་ཡང་མིན་ན་རླངས་འཁོར་གི་ད་ལན་དེ་བྲེལ་ཡོད་དེ་རྐུབ་བཀྱག་གི་རེད་རེད་བ་ཨའོ་དེ་འདྲ་དགོས་གི་འདུག་བྱས་ཙང་དེ་བཟོས་མཁན་ཚང་མ་རླངས་འཁོར་བཟོ་མཁན་གཅིག་གིས་བཟོས་ཐུབ་གི་མ་རེད་ཚང་མས་ག་རེ་བྱས་གི་བ་རེད་ཟེར་ན་གན་རྒྱ་བཞག་བྱས་ཅི་ཅིག་ལ་ཡང་ཚོང་གི་གན་རྒྱ་བཞག་བྱས་འགྲོ་གི་བ་རེད་བ་བྱས་ཙང་གན་རྒྱ་བཞག་གི་ནས་ག་རེ་བྱེད་གི་བ་རེད་ཟེར་དུས་ད་མི་ཁོས་རླངས་འཁོར་བཟོ་སྐྲུན་ཁང་གིས་ག་རེ་བྱེད་གི་རེད་ཟེར་དུས་ཚང་མ་བྲེལ་བ་བྱས་ཀྱི་མང་པོ་ཅིག་ལ་ཡང་ཁོ་ཡང་ཚོང་བ་རེད་ཁོ་ལྟ་གི་རེད་བ་ག་རེ་ཡག་གི་འདུག་བྲེལ་བ་བྱེད་སྟངས་མི་ནི་ལྟ་གི་རེད་རྒྱུག་གི་དཔེ་ཚོད་ལྟ་གི་རེད་ག་རེ་ཡིན་ན་ལས། ཉམས་མྱོང་ལྟ་གི་རེད་ཚང་མ་ལྟ་གི་རེད་བ། དེ་འདྲ་ཡིན་དུས་ད་དེའི་སྒང་ནས་སོ་སོ་མི་ལྔ་དྲུག་ཅིག་ཡོད་ན། ད་ཚོང་དེ་ལ་ཡ་ང་རང་ཚོ་ཡིན་པ་ཡིན་ན་ད་ཚང་ཁ་གྲགས་བརྒྱ་བྱས་ཚོང་དེ་གན་རྒྱ་དེ་ཚོ་རག་ཐབས་བྱས་ལས་འབད་བརྩོན་བྱེད་མཁན་ལྔ་དྲུག་ཅིག་ཡོད་ཡོད་པ་ཡིན་ན་ཨང་དེ་ནས་གཅིག་ལ་མ་གཏོགས་རག་གི་མ་རེད་བ། བྱས་ཙང་ད་དེ་རག་པར་བྱས་པ་ལ་ཨང་ཆ་རྐྱེན་གཙོ་བོ་ག་རེ་གོ་བ་རེད་ཟེར་གི་སྒང་དེ་རེད་བྱས་ཙང་དེའི་ནང་ལ་ག་རེ་བཤད་དགོས་ད་སྒྲུང་དེ་ག་རེ་བཤད་གི་རེད་ཨང་དེ་འདྲས་ཀྱི་ད་རེ་གཅིག་གར་སོ་བར་བཟོས་མཁན་གྱི་ཨང་གད་གཉེར་ཁང་གཅིག་གིས། མི་ཞིག་འདུག་བྱས་ཙང་ཁོ་ལ་བྱིས་པའི་ཨོ་ཟེར་གང་ལྟར་ཁོ་རང་ག་རེ་རེད་ཟེར་དུས་སྐུ་ཚབ་ཅིག་བྱས་རྗེས་ཚོང་གི་སྐུ་ཚབ་བྱས་རྗེས་སླེབས་ཤག་བྱས་ཙང་ཁོ་རང་སླེབས་རྗེས་གར་བྱས་པ་རེད་ཟེར་ན། ཡིན་པ་ཡིན་ན་འཇིགས་ཧོབ་ལྟ་བུ་ཞིག་ལ་ཡ་ཁོ་གར་བྱས་པ་རེད་ཟེར་དུས་ན་རྗེས་ནས་ཆམ་པ་ཟུར་བརྒྱབ་མིག་པ་འགག་རྗེས་སྐད་ཆ་བཤད་དོན་ཡེ་མེད་པའི་གནས་སྟངས་ཆགས་སོང་དཀའ་ངལ་འཕྲད་རྗེས་མིག་པ་གིས་ད་ཡིན་པ་ཡིན་ན་མི་ཁོ་ཚོ་གར་བྱེད་དགོས་ཟེར་དུས་ཚང་མ་ཡིག་གཅིག་ནང་ལ་འཁེལ་ཡོང་གི་རེད་པ་ཨོ་དེ་ཡིན་དུས་རྗེས་ལས་དེ་མི་ཁོ་ཚོ་ད་བཅར་འདྲི་བྱེད་ཀྱི་རེད་པ་འགན་འཛིན་གྱི་ཚོང་ཆུང་པོ་རེད་དེ་ཡིན་དུས

ད་འདི་ཁོ་རང་ངོ་ནས་སེམས་ཁྲལ་ཆེན་པོ་བྱུང་ཟེར་དང་པོ་གར་ཟེར་ན་ད་ཁོ་རང་ང་ཤེས་ཁོ་ཕྱི་ཁོ་ས་ང་ཞིག་ཡོད་རེད་བ་མི་ཡིན་པ་ཡིན་ན་ལས་ད་ཁོ་ཚོ་གཞན་པ་དང་དེ་ནང་ནས་མི་གཞིས་ལྔ་ཅིག་ཡོད་བའི་སྒང་ལ་ཡིན་པ་ཡིན་ན་གར་ཟེར་བ་རེད་ཚོང་དེ་ཁོ་ལ་རག་སོང་གར་བྱས་ནས་རག་པ་རེད་ཟེར་དུས་གཙོ་བོ་དེ་ད་དང་པོ་དེ་ཁོ་རང་ཡི་གེ་ཤེས་ཡ་ནང་ལ་སྤུས་དག་ཅིག་ད་བཟོས་ཡོད་རྒྱུར་བ་དེ་བྱས་གཉིས་བ་གལ་ཆེ་ཤོས་དེ་གར་ཟེར་ན་ཁོ་རང་ཚོ་ནང་ལོག་གི་ཡ་གེ་ཅིག་བཤད་ཨ་ནི་དེ་གི་འགན་འཛིན་དང་མ་སོང་ན་གཞོན་པ་དེ་གི་འགྲན་ཤེས་རྒྱབ་དེ་བྱས་དུས་མདོར་ན་ཁོ་ཚོས

སྐད་ཆ་བཤད་ཀྱི་རེད་བས་ན་ད། ཐེ་ཚོམ་རེད་ཟེར་ག་རེ་བྱས་ནས་ཐེ་ཚོམ་ཆགས་ཀྱི་ཡོད་ཟེར་ན། ཡང་ཁོས་ཁོ་ཚོས་བཤད་པ་དེ་ལ། རེད་མ་རེད་ཡང་གྲས་ཤིག་ཐོས་པ་ཕངས་པོ་དེ་འདྲ་ག་ཟེར་རྒྱག་སྲིད་ཀྱི་རེད། དེ་བསྐྱལ་ཡོད་དུས་ཨ་ནི་ཕ་རོལ་པོའི་རྣ་བར་འགྲོ་མི་འགྲོ་གི་སྐད་ཆ་མང་པོ་ཡོང་དུས་ཨ་ནི་ག་རེ་བྱེད་ཀྱི་ཡོད་ཟེར་དུས། དེ་འགོག་རྐྱེན་ངེས་ཅན་ཅིག་ཆགས་ཀྱི་ཡོད་རེད། དེ་འདྲ་ཡིན་པ་སོང་ཙང་འདིའི་སྒང་ནས་གནས་སྟངས་གཅིག་དེ་ཆགས་ཀྱི་ཡོད་རེད། ཚོད་ལྟ་དེ་ཡིན་དུས་དང་པོ་དེ། དེ་རེད་བྱས་ཙང། ཉུང་ཙི་བཤད་མང་ཙི་ཉན་ཟེར་གྱི་རེད་བ་ང་ཚོ། འོ་དེ་ཅི་སྤྱི་ཚང་གི་བཤད་སྟངས་གོ་ཆ་ནི་འདི་རེད་ད་ང་རང་ཚོ་ཡོངས་གྲགས་ཀྱི་བཤད་སྟངས་ཀྱི་ཆ་ནི་བླུན་པོ་སྨྲ་བ་ཉུང་ན་མཛེས་ཞེས་སྐོར་བ་ད་དེ་ལྟ་མིན་བླུན་པོ་གསུང་གི་ཡོད་རེད་མ་གཏོགས་མཁས་པ་ལ་གསུང་གི་ཡོད་མ་རེད་ཡིན་པ་ཡིན་ན་ལ་རང་བཞིན་གོ་དེ་རེད་བ་ཡང་མཁས་པ་ག་ཤེད་མང་པོ་གསུང་བ་ན་ཀོ་མཁན་དུ་ཁོ་བོ་ཤེའོ་ཤེས་ཀྱི་འདུག་ཟེར་གྱི་རེད་བ་འོ་འདུག་བཤད་དེ་རེད་ད་དེ་ནས་ཡང་འདི་ག་རེ་རེད་ཟེར་ན་ཚོང་དང་འབྲེལ་བའི་ཡིན་པའི་གནས་སྟངས་གཅིག་རེད་ད་གཉིས་པ་དེ་ཁྱིམ་ཚང་གི་འབྲེལ་བའི་སྒང་ནས་བཤད་ཡོད་ན་ཨ་མ་དང་བུ་མོ་གཉིས་ཀྱི་གནས་སྟངས་གཅིག་གི་སྒང་ནས་ཅིག་བཤད་འདུག་ཨོ་བྱས་ད་ད་དེ་ཡང་དེ་རྩོམ་པ་པོ་གི་ཁོ་རང་ཚོ་དེ་དངོས་སྦྱོང་གི་སྐབས་ལ་ད་སྦྱོང་བརྡ་སྤྲད་གི་རེད Cross ཟེར་གི་རེད་བ་དངོས་སྦྱོང་དེ་དྲི་སྤྲད་པའི་སྐབས་དེ་ལ་དཀྱིས་མའི་ཅིག Barbara ཟེར Barbara ཟེར་ཞིག་འདུག་བྱས་ཙང Barbara ཟེར་དེ་ག་རེ་བྱ་གི་འོར་ཟེར་དུས་ད་མོ་རང་བུ་མོ་དང་གཉིས་ཀ་འབྲེལ་བ་དེ་ཁྱོན་ནས་ཡག་པོ་ཡོང་གི་མི་འདུག་ག་རེ་བྱས་ནས་ཡོང་གི་ཡོད་བ་རེད་མ་རེད་ཟེར་ན་བུ་མོ་དེ་ཨ་ནི་ད་ང་ཚོ་ཡིན་ན

དེ་ཡིན་དུས་ད་ང་བུ་མོ་བས་དེ་ཡི་དྭངས་དྲོ་ཆེ་སོང་ངས་བུ་མོ་དེ་ལ་ག་ཚོད་ལབ་ནའང་ཁྱོད་ནི་ཉན་ཡས་ཅིག་མི་འདུག། དེ་འདྲ་ཡིན་ཙང་ཉི་མ་གཅིག་ད་ཨ་མ་གིས་གར་བྱེད་བར་ཟེར་དུས་ད་བུ་མོ་དེ་ལ་ཡང་སྐད་ཆ་ཅིག་བྱས་རྗེས་ད་གར་བྱེད་ནི་ཁྱོད་རང་ངས་ག་ཚོད་བྱས་ནའང་ཁྱོད་རང་ཉན་གི་མི་འདུག་གར་བྱེད་ནི་ཁྱོད་རང་ཉན་གི་མེད་པས། གར་བྱེད་ཉན་གི་མེད་པས་ཐེངས་མ་གཉིས་གསུམ་ཞིག་དྲིས་པ་ཡིན་ད་སྐད་ཆ་དེ། སྐད་ཆ་དེ་ཕར་དྲི་བ་དྲིས་དུས་ད་ཁ་སང་སོག་རིགས་ཟེར་གི་རེད་དྲི་བ་དྲིས་པ་རེད་ཟེར་གི་རེད་སྐད་ཆ་དྲིས་ཡིན་དུས་ཨ་ནི་ནས་ཨ་མ་རང་སྐད་ཆ་དྲིས་པ་དེ་ངས་བཤད་ན་འགྲིག་གི་རེད་ད་འོ་ན་ངས་ཁྱེད་རང་ལ་ཨ་མ་རང་ལ་ངས་བཤད་གི་འོས་ད་གི་དེ་རེད་དུས་ད་དེ་རེད་བཤད་ཡོད་དུས་བུ་མོ་སོ་སོ་གི་ཚོར་སྣང་དཀའ་ངལ་སེམས་ནང་གི་དཀའ་ངལ་ག་རེ་ཡིན་ན་ཡོད་རེད་པ་བྱས་ཙང་ལ་ཁུག་ཏུ་བ་ཕ་མ་གི་སྤུ་གུ་ཡག་ཏུ་ཆེ་བའི་སྐབས་ལ་མང་ཚོ་སྤུ་གུ་ཁ་ལས་སྤུ་གུ་ག་རེ་བཤད་ཡོད་དུ་སླབ་གྲ་གནས་ཚུལ་ག་རེ་དུ་ཉན་གོ་རེད་ཟེར་གི་དུ་བ་མང་ཚོ་ཉན་གོ་རེད་ཟེར་ཨ་ཁོ་ཚོ་བཤད་པ་ཡིན་ན་དེའི་སྒང་ནས་ག་རེ་རེད་ཟེར་ན་ཕ་མ་ལ་སྤུ་གུ་གིས་ང་ཚོ་ཡིན་ན་སེམས་ཐག་ཉེ་ཡོང་ཡས་ཅིག་དང་སེམས་ནང་ལོགས་ལ་སྤུ་གུ་ལས་ཡིན་པ་ཡིན་ན་ག་རེ་ཀླད་ཀུན་མ་རེད་ཟེར་ན་སེམས་ཀྱི་ན་བཟའ་གི་རིགས་ཟེར་ཡོད་རེད་བ་ད་དེང་སང་གི་ཡིན་པ་ཡིན་ན་དེ་ཚོའི་རིགས་དེ་རེད་བ་བུ་གསོ་དོག་གི་ན་བཟའ་ཟེར་ཡོད་རེད་དེ་འདྲས་ག་རེ་རེད་ཟེར་ན་བསླབ་གྲྭ་ལས་དྲ་མི་སྣ་ཚོགས་གནས་ཚུལ་འཕྲད་སྲིད་གི་རེད་ག་བཤད་གི་དེང་སང་གི་ཉབ་ཆོས་བཤད་གི་བུ་ལྷི་ཡིན་ན་ཅི་ལ་ཀུ་དོག་སྡུག་ཅག་རྩིས་གི་དོག་ཆེ་ཡས་ག་ལ་དེ་ཤུགས་ཆུང་པོ་ཡོད་གི་སྤུ་གུ་གི་སེམས་ཁམས་གང་ན་དཀའ་ངལ་འཕྲད་གི་ཡོད་དེ་ལ་སོགས་པའི་དཀའ་ངལ་མང་པོ་ཅིག་ཡོད་དུས་ད། གང་རེད། དེ་འདྲ་ཡིན་དུས་ད་མོས་གར་བྱས་པ་རེད་ཟེར་དུས་དེ་འདྲ་ཨ་མ་ལ་ཆ་ཚང་བཤད་པའི་སྐབས་དེ་ལ་ད་མོ་རང་འཚར་ལོངས་ཀྱི་བརྒྱུད་རིམ་ནང་ལས། སྤྱི་ཚོགས་གནས་སྟངས་ཡིན་ན་ག་ནས་ཡིན་ན་ལས་དཀའ་ངལ་ཡོད་དེ་བ་ཞིག་དེ་འདྲའི་གི་གནས་ཚུལ་དེ་ཚོ་ཚང་མ་ཨ་མ་ལས་དེ་འདྲ་བཤད་པ་རེད་ཟེར་དེའི་སྒང་ནས་གར་བྱས་པ་རེད་རིམ་པས་དེ་འདྲ་ཨ་མ་གི་ནམ་གུས་ཡིན་ན་རྩ་བ་ཉིད་ནས་བུ་མོ་དེ་ཁ་ལ་ཉན་གི་མ་རེད་མ་ནེམ་རྐྱང་བྱས་རྗེས་དེ་ཡིན་དུས་དཀའ་ངལ་དེ་འཕྲད་གི་རེད་ཟེར་དེ་རེད་དེ་ཡིན་དུས་ཨ་ནི་གར་བྱས་པ་རེད་ཡ་ག་ལུགས་ག་ལུགས་བཤད་ཡོང་དུས་ཨ་ནི། རང་བཞིན་གྱིས་དེ་བྱ་དགོས་བ་རེད་ཅེས་རྗེས་བུ་མོ་དང་ཨ་མ་གཉིས་ཀྱི་འབྲེལ་ལམ་ཡག་པོ་ཨ་བུ་མོ་དེ་རང་བཞིན་ཁ་བཟང་པོ་བྱ་ཡི་གི་གནས་བབ་ཡོད་བ་རེད་ཅེས་རྗེས་དེ་རེད་བྱས་ཙང་འདིའི་ག་རེ་བྱས་དེ་ནི་ཨུ་སུམ་ཨ་ནེ་མོའི་ག་རེ་བྱས་བར་ཁོ་གཉིས་ཀྱི་འབྲེལ་བའི་ག་ནས་རེད་བུ་མོ་གི་བསམ་བློ་ཡང་གུ་ཡངས་པོ་དེ་འདྲ་ཆགས་ཡོད་བ་དེ་རེད་དག་ན་ཞིག་ང་ཚོ་མང་གཙོའི་སྤྱི་ཚོགས་ཟེར་འགྲོ་སྟངས་དེ་རེད་བ་མང་གཙོའི་སྤྱི་ཚོགས་མི་ཚང་མ་པགས་པགས་པགས་བཤད་དུ་བཅུག་གི་ཡོད་རེད་བ་གུ་ཡངས་པོ་བྱས་ཅིག་བཤད་དུ་བཅུག་དུས་མི་ཚང་མ་ག་རེ་ཡོད་རེད་ཟེར་དུས་ཤོག་ཤོག་གི་དེ་ཡོད་མ་རེད་ད་ཀོ་ཅིག་འདུག་ཕྱི་ལོག་ལྟ་དུས་ཀོ་ཞེ་འདྲང་ཚ་བོ་ཅིག་དང་སེང་ཚ་བོ་ཅིག་མཐོང་གི་ཡོད་རེད་དེ་གནས་ཡོད་ཀྱི་ཆ་ནས་ཀོ་ཕག་པགས་པགས་སུ་དེ་བྱེད་དགོས་རུ་བ་སྐད་ཆ་བཤད་བྱ་ཡོད་ཁོ་གུ་ཡངས་ཀྱི་སྤྱི་ཚོགས་ཆེ་རུ་བ་ད། གུ་དོག་པོ་གི་སྤྱི་ཚོགས་ནང་ལ་ཡོད་དུས་ཕྱི་ཚུལ་ལས་དུ་གུ་དོག་པོ་རེད་ཡིན་ན་གོ་སྐབས་ཅིག་སླེབས་ཡོང་དུས་འབར་སྐད་དང་མ་སོང་འབར་ཆོག་ཆོག་གི་དེ་འགའི་རིག་གནས་དང་དེ་འདྲ་ཡོད་བསྡད་པ་རེད་བྱས་ཙང་དེ་འདྲ་ཡོད་དུས་ག་རེ་ཆགས་ཡོད་རེད་ཟེར་ན། གནས་སྟངས་ཀྱི་ཆ་ནས་འགྲོ་སྟངས་དེ་འདྲ་ཆགས་ཡོད་རེད་དེ་འདྲ་ཡིན་དུས་ག་དུས་ཡིན་པ་ཡིན་ན་ལས་བསམ་བློའི་ནང་ལས་ག་རེ་དགོས་རེད་ཟེར་དུས་མི་ཕ་རོལ་པོ་ལས་བཤད་དུ་བཅུག་པ་དེ་དེ་རེད། ད་ག་ནང་བཞིན་ད་ང་ཚོ་གི་ཟླ་རྒྱབ་ཚན་པ་ཆུན་པོ་ཞིག་འདུག་ཟླ་རྒྱབ་གི་རིགས་དེ་འོ་བྱས་ད་ཁོ་ཡང་སྔོན་མ་ཡང་བརྒྱ་ཐབས་ཇུས་ད་ག་རང་བཏང་རྗེས་ཚོང་ལས་ཀི་སྒང་ནས་བཤད་དུས་ཁ་རས་ཆེ་བ་རེད་དང་པོ་མི་གཞན་པ་ལས་བས་དེ་ག་ཞིག་གི་ད་དྲ་མི་སྣ་ཚོ་ཡོད་རེད་བ་དཔེར་ན་ཚོང་ལས་གཞན་པ་ཅིག་ལ་ཚོང་རྒྱག་གི་ཡིན་ན་དང་པོ་ཁ་ཆེ་གོ་རེད། ཁེ་གཉེར་ཁང་གི་རྒྱབ་ལྗོངས་གནས་ཚུལ་དངོས་རྒྱབ་ལྗོངས་གནས་ཚུལ་དངོས་བཅས་ཁྱེད་རང་གི་ཁེ་གཉེར་ཁང་མི་དེ་འདྲའི་ཞིག་འདུག་ག་དེ་འདྲའི་འདུག་ག་བཅས་བཅས་བཤད་ཡོང་དུས་ཨ་རྗེས་ལ་མང་ཆེ་གི་ཁོས་རིམ་པ་ཡིན་ན་གར་བྱས་པ་རེད་ཁེ་གཉེར་ཁང་གིས་ད་ལ་སོ་སོ་རང་ཉིད་ཀྱི་དང་པོ་ག་དུས་འགོ་བཙུགས་བ་དཀའ་ལས་བརྒྱབ་དུས་དཔེ་ཆ་ཏིག་ཅི་ཅི་ལས་མེད་པ་དཀའ་ལས་བརྒྱབ་དེ་ད་ཅི་ཆ་ལས་དེ་འདྲས་བྱས་བྱས་དཀའ་ལས་བརྒྱབ་པའི་བརྒྱུད་རིམ་དེ་ཚོ་བཤད་དེ་འདྲས་མང་པོ་བྱས་ཡོང་དུས་ཨ་ནི་རང་བཞིན་གྱིས་ཁོ་གཉིས་བར་གྱི་བསམ་བློ་གི་མཐུད་ཁ་ཅིག་ཐེབས་ཀྱི་ཡོད་རེད། བྱས་ཙང་དེ་ཚོས་ཀྱང་ཨ་མི་ཁོ་རང་འདྲ་བོ་ཆ་བཞག་པ་ཡིན་ན་དེའི་ནང་ལས་སེ་ཤ་ཁོ་རང་གི་དང་པོ་བཙུགས་མཁན་དེ་གས་ད་ཚོང་གཉེར་ཁང་རེད་པ། བྱས་ཙང་གཞན་པ་ཅིག་ལ་ཁོ་བདའ་རྒྱབ་ཀྱི་ལས་ཀ་རག་དགོས་ཀྱི་ཡོད་རེད་བྱས་ཙང་ཁོ་དང་པོ་ངས་བཙུགས་དུས་ནས་ཨ་ནི་གད་སྙིགས་ཁང་དེ་ད་བདའ་རྒྱབ་བཏང་དགོས་དུས་བཙུགས་དུས་ནས་དགོང་མོ་གྲོ་ལོག་བཞི་བརྒྱ་ལྔ་བཅུར་མགོ་བཙུགས་པ་ཡིན་དཀའ་ལས་རྒྱབ་ཅིག་ད་ད་ལྟར་བྱས་དུས་ད་དེ་གང་ནས་ག་རེ་དོན་གོ་རེད། ཁོ་ལས་ཀ་ཚེ་འགས་དེ་ལས་ཀ་ཚེ་ཀོ་གྷན་ཉེ་ཁོ་ག་ས་གོ་ར་གྷན་རྒྱ་ཚེ་ཀ་རག་ཐབས་བྱིན་གས་དུས་གར་བྱས་པར་མི་ཕ་རོལ་དོ་གི་སོ་སོ་རང་ཉིད་ཀྱི་གྲུབ་འབྲས་དེ་ཉན་པར་དང་ཨ་ལ་ཚོང་གཡུག་ཞག་རེ་བ་གོས་དེ་ཉན་པར་དེའི་དུས་ངས་དཀའ་ལས་བརྒྱག་བ་དང་ངས་བྱས་བ་ཡི་གསུམ་སླེབས་བསྡད་ཡོད་པར་དེ་ལས་ཉན་པའི་རྗེས་ད་ལ་ཨ་ལས་ད་མ་འདི་ཚོང་གི་སྐོར་ཞོ་ཞོ་གི་ཁོ་ཞོ་ཞོ་བཤད་ཆག་གོ་མ་སོང་ད་ག་བྱས་སླེབས་གི་ཡོད་ཟེར་ཏེ་དང་པོ་དེ་བཤད་ཨ་དེའི་རྗེས་ལས་ཁོ་རང་གི་རོབ་བསྡུས་ཀོ་བཤད་གི་རུ་བ་དེའི་རྗེས་ལས་ཨ་ནི་ང་ཚོ་ཡིན་ན་ཅི།

ཁྱོད་རང་གྲོགས་པོ་དེ་ག་དུས་ཡིན་ན་སྔོན་རེ་ཤེས་བཅུག་པ་རེད་ཟེར་བཅུག་པ་རེད། འོ་འདི་འདྲ་ཡིན་པ་སོང་ཙང་འདི་འདྲས་ཀྱི་ནང་ལས་ཆེ་བས་ན་ཨ་ནི་ག་རེ་བྱ་གི་ཨོ་ཟེར་ན་ཕ་རོལ་བོ་དེ་རང་བཞིན་གྱིས་གལ་ཆེན་པོ་ཡིན་པའི་ཚོར་བ་ཞིག་སླེབས་ཀྱི་ཡོད། འདི་འདྲས་ཡིན་དུས་མི་ག་འདྲ་ཅིག་ཡིན་པ་ཡིན་ན་ལས་ཕ་རོལ་བོ་དེ་ལ་གལ་ཆེ་བའི་ཚོར་བ་ཞིག་སྤྲད་ཐུབ་ན་རང་བཞིན་གྱིས་མི་ཚང་མ་ག་རེ་རེ་དེའི་ནང་ལ་འཛུགས་འདོད་ཡོད་པའི་ཚོར་བ་སྤྲད་ཀྱི་རེད་པ། དེ་ཡོངས་གྲགས་ཀྱི་རེད་བ་ད་ང་ཚོ་ཚང་མ། དེ་མི་རེ་ཟུང་གི་སྐད་ཆ་མ་རེད་དེ་ཆ་ཚང་གི་མི་ཚང་མ་ལ་ཡོད་པའི་ཚོར་སྣང་ཞིག་རེད་བ། དེ་བྱས་ན་ཁྱེད་རང་ཚོགས་པ་གཅིག་གི་ནང་ལོགས་ལ། ཚོགས་ཆུང་གཅིག་བཙུགས་རྗེས་དེའི་ནང་ལོགས་ལས་ཚང་མ་ལས་ཕ་རོལ་པོ་མི་གཅིག་ལ་ཡང། ཁོ་ལས་ཀ་ག་རེ་ཡིན་ན་ཡིན་ལས་རིགས་ག་རེ་ཡིན་ན་ཡིན་སློབ་སྦྱོང་གི་གནས་ཚད་ག་རེ་ཡིན་པ་ཡིན་ན་དེ་ལྟ་ཡས་ཡོད་མ་རེད་བ། ཁོ་ཕ་རོལ་པོ་ཚོགས་ཆུང་གི་ནང་ལ་ཡོད་ན་ཁོ་ཐག་རང་རེ་མི་ཚོགས་མི་གཅིག་ཡིན་དུས་དེ་རྩིག་རྩིག་དང་རྩིག་གོ་རེད་པ་རྩིག་སྟོང་དེ་རྩིག་ཡོང་དུས་ཨ་ནི་ཁོ་ལ་ཡང་སྐད་ཆ་བཤད་དུས་མ་བྱས་པ་ཁོས་ག་ཤེས་ཀི་མ་རེད་ཟེར་ཁོས་སྐད་ཆ་བཤད་པ་དེ་ལ་རིན་ཐང་འདྲ་བོ་མ་བཟོས་དེ་འདྲའི་བྱས་ཡོང་དུས་ཨ་ནི་མི་དེ་ག་ལུས་ག་ལུས་རྒྱབ་ཤི་རྒྱབ་འགྲོ་རེད་པ་རྒྱབ་ཤི་རྒྱབ་པའི་གནས་སྟངས་ཡོད་དུས་ཨ་ནི་ག་རེ་བྱེད་ཀི་བ་རེད་ད་མ་དེ་མདོར་ན་སོ་སོ་ཚོགས་པ་ཡིན་ན་རེད་འདི་ག་རེ་བྱེད་ཀི་བ་རེད་ཟེར་ན་ཕམ་ཉེས་ཀི་ངོ་བོ་ལ་འགྲོ་ཀི་ཡོད་རེད་གནས་སྟངས་དེ་འདྲ་ཡོད་བསྡད་པ་རེད་བྱས་བྱས་དེ་རེད་ད་དེ་ཚོའི་གྲས་དེ་ལ་མི་ཚང་མ་ལ་སྐྱོན་ཆེ་ཤོས་དཔེར་ན་སུན་ཀྲུང་ཧྲན་ཟེར་སན་ཡ་སུང་ཡ་ཙེན་ཟེར་གི་འདུག་བ།

ད་ནི་ངན་རོགས་མ་བྱས་པའི་དཀའ་ངལ་མང་པོ་འཕྲད་པ་ད་དེ་འདྲ་མང་པོ་འདུག་ལོ་རྒྱུས་ནང་ལ་བྱས་ཙང་མི་སྒེར་གྱི་འཚོ་བའི་ནང་ལ་ཡིན་ན་རེད་སྤྱི་ཚོགས་ཀྱི་འཚོ་བའི་ནང་ལ་ཡིན་ན་རེད་ག་བ་ཡིན་ན་ལེ་ཚང་མ་ག་རེ་ཞིག་འོ་རེ་སི་དུས་ཚང་མ་བསྟུན་དགོས་ཡས་ཅིག་དང་བེ་དེ་མིན་ཞིན་པ་ཚང་མ་གི་ག་ཞིན་ཅིག་ཆ་ཆག་དགོས་གོ་རེ་དེ་ཆག་སོང་ན་གཞི་ནས་ཁྱེད་རང་ག་རེ་ཆག་གི་འོ་རེ་སི་དུས་ཨ་ནི་མི་ཞིན་པ་ལ་ཤུགས་རྐྱེན་བསྐྲུན་ཡས་ཀྱི་བསམ་བློའི་བག་ཆགས་ཟེར་ན་འདྲ་ནུས་པ་དེ་ཏག་ཏག་ཅིག་སླེབས་བལྟས་པ་ཞིག་རོལ་བ་བྱས་ཙང་ཀ་དེ་མེད་པ་ཡིན་ན་ཨ་ནི་སོ་སོ་རང་ཉིད་གཅིག་པོ་རྐྱང་རྐྱང་བཤད་རོལ་བ་ཨ་ནི་ངག་འཇོན་པ་དང་སྟངས་པ་དང་བྱུག་པ་རྐྱང་རྐྱང་བཤད་སོང་དུས་མཐའ་མ་དེ་ལ་ག་རེ་བྱ་བ་རེད་ཨ་ནི་འོ་དེ་རེད་ཏེ་ག་རེ་ང་ནི་ཚངས་པའོ་ཚངས་པ་ནི་ཆེན་པོའོ་ཟེར་བཞིན་བའོ་དེ་བྱ་ཡས་ཀྱི་མཚམས་ལ་སླེབས་བལྟས་ཀྱི་ཡོད་རེད་གསུངས་བ་རེད་ད་དོར་ནས་བཤད་ན་གང་དག་ག་རེ་རེད་ལས་དོན་སྒྲུབ་པའི་སྐབས་ལ་མི་གཞན་པའི་འཚོ་བའི་ཉན་བདེ་དང་མི་གཞན་པའི་བསམ་བློ་ཡང་ཉན་དགོས་བརྩི་འཇོག་བྱེད་དེ་ཡོང་དུས་ཨ་ནི་ག་རེ་བྱ་གི་ཡོད་རེད་ཟེར་ན་བསམ་བློ་ཡིན་ན་རེད་ལྟ་བ་ཡིན་ན་རེད་དུང་ཁ་རྒྱལ་བའི་བར་ས་དེ་ནི་ཨ་ནི་ག་རེ་ལབ་ཡོང་རེད་ན་ཐུན་མོང་གི་བབ་ས་ཞིག་སླེབས་ཀྱི་རེད་ཟེར་གི་རྡོག་རྡོག་དེ་འདྲ་ཅིག་རེད་ཤག་འོ་ལགས་སོ་ད་འདི་རིང་ཡང་དེ་ཙམ་གྱིས་བཞག་གི་ཡིན་ཨ་ནི་ཡང་བརྗེད་བྱར་ཆོག་པ་ཅིག་ཟེར་གྱི་འདུག་ཐུགས་རྗེ་ཆེ།